མི་དམངས་འདི་ས་ཁྲའོ་དང་དེ་མི་དམངས་ཀྱིས་དམག་གིས་དེ་འདྲའི་ས་ཆ་དེ་དག་ཞུགས་ཀྱི་མིན་དེ་འདྲའི་སྐད་ཆ་ག་ས་ངས་མ་ཁོ་ཚོས་བཤད་ཡི་རུ་ཨ། ད་ཡིན་ན་ཟླ་འགོང་དེ་རིང་འདི་དག་གང་ལྟར་གནས་ཚུལ་གྱི་འགྱུར་བ་མང་པོ་ཞིག་ལ་བལྟས་བ་ཡིན་ན་ཨ་ད་ད་དེའི་ཆ་ལ་རྦད་དེ་ཁོ་ཚོ་གིས་ད་མི་དམངས་འདི་ས་ཡིན་ན་ར་ནི་བལ་མི་དམངས་ཀྱིས་མ་སུ་ཡིན་ན་ཚང་མ་དེ་འདྲའི་ད་མེ་མདའ་ཞུ་ཡས་ཡིན་ན་ར་ནི་དེ་འདྲའི་འབམ་ཡོད་ཡ་ཞིག་ད་དེའི་ཆ་ལ་ཨ་ཆགས་བསྡད་ཀྱི་འདུག་རུ་ཨ། ད་དཔེར་ན་ཆ་བཤད་ན་ད་དེ་རིང་ཞེ་སྡང་ས་ཤས་ཤིག་གོ་བ་འཛིན་མཁན་ལ་ནི་ད་ད་དེའི་གི་ཨ་ཡུཀ་རེན་གྱི་ནང་ལ་རྒྱ་ས་ཡུ་རོ་པིན་ལ་ཉིག་དེ་འདྲའི་རྒྱ་ས་ཞིག་འདུག་ཨ། ཨ་ད་དེའི་ཁ་ལོར་ད། དེའི་རྒྱལ་ས་དེ་དང། ཨ་རི་ད་ཡུ་ཀུ་རེན་གྱི་ང་ཚོ་ཡོད་ད་དེའི་རྒྱལ་ས་ག་ཚད་དེའི་གྲོང་ཁྱེར་དེ་དང། ཨ་རི་ད་དུ་ཡུ་ཀུ་རེན་གྱི་རྒྱལ་ས་ཆེ་ཞེས་ཀིའུ་བ་ལ་ཉེ་དེ་ཉེའུ་ཞེའུ་ཆགས་ཀྱི་འདུག་ཨ་རི་ད་དེའི་ཀིའུ་བ་ལ་ཉེ་དེ་ལ། ཀིའུ་བ་དང་ཨ་རི་ད་དེའི་གྲོང་ཁྱེར་དེའི་བར་ལ་ཨ་རི་ད་དེའི་ད་ཀི་ལོ་མི་ཀྲ་ཉི་ཤུ་རྩ་བཞི་ཟེར་ཞིག་ལ། ཁོ་ཚོའི་གི་ད་གར་བར་ཐག་ཅིག་ཆགས་ཀྱི་འདུག་རོ། འོ་དེ་འདྲ་སོང་ཙང་ཨ་རི་ད་དེ་རིང་འདིའི་གི་གྲོང་ཁྱེར་ནང་ལ་ཞེའུ་འཛིང་དེ་ཆགས་འདུག་དམིགས་བསལ་གི་ད་འདི་ནས། ད་ར་ཤི་ཡའི་ངོས་ནས་དེ་འདྲ་ད་བབས་མིན་ན་དེ་འདྲ་བྱས་ན་ཚོ་གཡུག་རྗེས་ཨ་རི་ད་མི་མང་དཔེ་དཀའ་ངལ་འཕྲད་དེ་རོ། ད་དེ་ཚོ་ང་ཚོ་བརྙན་ཐུང་ནང་མཐོང་བསྡད་ཀྱི་འདུག་མི་མང་མང་པོ་བྲེལ་འགྲོ་ཡ་ཡིན་ན་ར་ཨ་རི་ད་འདྲི་གི་དཀའ་ངལ་ཅིག་ད་དེ་བྱས་ལ།

ད་བདག་ག་རེ་སྤྲད་ལ་བསྟན་ལ་ན་ཨ་ནི། ར་ཤི་ཡའི་དམག་དེ་ག་དུས་མཚམས་བཞག་ཡོད་ལ་ཟེར་ན། ཨ་ནི། གལ་སྲིད་དེ་དག་ཡུཀ་རེན་ནང་ལ་ཡོད་རྒྱུ་གི་མི་མང་ཡིན་ན་ར་ཨ་ནི་དམག་མི་དེ་ཚོ་མ་བརྩི་ན་ཁོ་ཚོ་གི་དེ། ར་ཤི་ཡ་ལ་ཚུར་མ་བརྩི་ན་ད་ག་རང་དུས་མཚམས་བཞག་པ་ཡིན་ན་ཨ་ནི་ར་ཤི་ཡ་ངེད་ནས་དེ་དམག་མཚམས་བཞག་གི་རེད་ལ་རུ་བ་ད་ཆ་རྐྱེན་དང་པོ་དེ་བཞག་གི་རུ་བ། ཨ་ནི་ཆ་རྐྱེན་གཉིས་པ་དེ་ག་རེ་ཟེར་ན་ཨ་ནི་གལ་སྲིད་ཡུཀ་རེན་གི་ངེད་ནས་ཨ་ནི་ཁ་སང་སྔས་མ་དང་ར་ཤི་ཡའི་ངེད་ནས་བསྟན་བཞག་རྒྱུ་གི་ཆ་རྐྱེན་ཁ་ཤས་ཞིག་ཡར་རུ་བ་འོ་དེ་ཚོ་འགྲུབ་བ་ཡིན་ན་ཨ་ནི།

ཁ་བསྐང་ཡིན་ཨ་ནི་ད་དམག་མཚམས་བཞི་ནས་བཞག་དགོས་སྐད་ཆ་དེ་ཤེས་ཀྱི་རུ་ཨ་ད་དེ་ཚོ་ཆ་རྐྱེན་མ་བཀྲུ་བས་ན་ཨ་ནི་ད་རུང་ཡང་དམག་རྒྱག་གི་མེད་འདུག་ད་དེ་མཚམས་བཞག་གི་ལ་ཉན་དེ་གས་སྐད་ཆ་ཁོ་རང་ད་ད་དེ་ཆ་ལ་ཡོང་གི་མི་འདུག་རུ་ཨ་ཨ་ནི་དེ་མཉམ་དུ་ད་ད་ཡུག་རེན་ཁོ་རང་ནང་ལ་ཆགས་ཆོག་ད་དཔེ་དེ་ཡང་མི་མང་ཧང་སངས་མང་པོ་ཞིག་ད་དེ་དྭང་བླངས་ཀྱི་ཐོག་ད་འཛུགས་ཀྱི་རུ་དམག་ལ་རུ་ཨ་ད་དེ་ཆ་ལ་དཔེ

ད་ལྟའི་ཆར་ལ་གནས་སྟངས་དེ་ཕལ་དར་རྫིང་བསྡད་ཅིག་དང་ཨ་ནི་རྦད་དེ་ཁ་སང་སྔས་མ་ལས་སེ་མུ་དེ་བྲོས་ཨ་ནི་དེ་རེད་དང་སྡུག་རུ་བྲོས་མ་འདུག་ད་ལྟ་ཞེ་མ་གས་ཆགས་ཀི་མི་འདུག་རུ་ཨ་ནི་དཔེར་ན་ཆགས་ཞེན་མདའ་དགོང་དུ་ཨ་ནི་ཡུག་རིང་གི་རྒྱལ་ས་གལ་ཆེའོ་ཨ་ནི་ལྷོ་ཕྱོགས་ལ་ཡལ་རྒྱུག་གི་མ་རི་པུར་ལ་ཉེ་དང་ཨ་ནི་ལུ་ན་ཧི་ལ་ཉེ་ད་རྒྱལ་ས་ཁ་ཤས་ཅིག་འདུག་ཨ་ཁ་རྒྱལ་ས་མ་གྲོང་ཁྱེར་ཁ་ཤས་ཅིག་འདུག་ཨ་འོ་དེ་ཚོ་ཚང་མ་ད་ར་ཤེས་ངེས་ན་ཟས་ཀི་ཐབས་ཤེས་ཞེའུ་ཆི་ཀའི་རོ་དམག་ཞེའུ་རྒྱབ་ཨ་ནི་དེ་ནས་བམ་ཞེའུ་གཡུ་ཀན་མང་པོ་ཞེའུ་ཆི་ཀི་རུ་ཨ་ད་དེའི་གི་གྲོང་ཁྱེར་དེ་ཚོ་གལ་ཆེའོ་ག་རེ་བྱས་ར་ཟེར་ན་ཨ་ནི། དེ་གི་གྲོང་ཁྱེར་དེ་ཚོ་དང་ཨ་ནི་མཚོ་དང་ཐད་ཀར་འབྲེལ་བ་ཡོད་རྒྱུ། ཨ་ནི་དེའི་བར་སུ་ང་ཚོ་ལྕགས་ལ་ཨོ་འདྲེན་བྱས་ནང་རེད་ཨ་ནི་དེ་དེ་གང་ལྟར་ག་རེ་རུ་ད། འབྲུག་ཁྱི་མང་པོ་ཞིག་དེ་ནི་ཁྱི་ཡོད་སོ་ད་ཨ་ནི་དེ་ཅིག་རྒྱ་ར་ཤི་ཡའི་ཟིམ་ཐུ་ཨ་ནི་ཁྱི་བསང་ཞེའུ་ཡོད་ལ་ར་ཤི་ཡ་ལ་ད་ཡུག་རེན་གི་ཁ་ལོར་ད་ང་ཚོ་ཡི། ད་ང་ཚོ་ནམ་རྒྱུན་དུ་ང་ཚོ་རྒས་རྒོ་མང་པོ་ཞིག་གོ་གོ་རུ་བ་ད་གྲོང་ཁྱེར་ནང་དེ་ཉེ་ཡི་ནང་རེད་ཨ་ནི་དེ་ཚང་རྒྱལ་ས་དེ་ཚོ་ལ་ཨ་ནི་དེ་ཚོ་བཀག་ཐུབ་ཡ་གི་ཉིན་བ་ཅིག་ཡ་རེད་ལ་ད་དེ་ཆ་ལ་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་ཕ་ནི་ཚོ་ཞེའུ་ད། དེ་དེ་གི་ད། ལྷོ་ཕྱོགས་ལ་ཡོད་རྒྱུ་གྱི་གྲོང་ཁྱེར་མང་པོ་ཞིག་ད་ལྟའི་ཆ་ལ་ར་ཤི་ཡའི་ས་ཡས་ཀྱི་ཐབས་ཤེས་ཞེ་བོ་བྱས་འདུག་རུང་བ་འདི་ལྟར་ཁ་ཤས་དག་པས་འདི་ལྟར་ག་ལ་གང་འཚམ་ཟ་ཚ་ཡིན་ཟེར་རུང་བ། དེ་གཅིག་རེད་འདི་ལྟར་གང་ལྟར་ཁ་ལོ་ད་ལྟའི་ཆ་ལ་པས་ད། རྫིག་ཉལ་དང་དེ་པས་འདི་ལྟར་གྲོང་ཁྱེར་ད། མང་ཆེ་བ་ཞིག་ཆགས་འགྲོ་ཡི་འདུག་རུང་བ་ད་ཁ་ལོ་ཡུཀ་རེན་ནང་ལ་གྲོང་ཁྱེར་མང་པོ་ཡར་རུང་བ། ཨ་ནི་ད་ད་ལྟའི་ཆ་ལ་ར་ཤི་ཡའི་པས་འབའ་མི་ཡུ་ཡ་ཡི་ནང་རེད་ཨ་ནི་དེ་འདྲའི་དམག་རྒྱ་ཁ་འདི་ལྟར་མང་ཆེ་གྲོང་ཁྱེར་དེ་ཚོ་ལ་ཁོ་ཚོ་བྱས་འདུག་ཡི་འདུག་བ། ད་པས་ན་ཆ་ཤས་ན། དེ་རིང་ད་ལྟ་ར་ཤི་ཡའི་ངོས་ནས་ད་ད་ལྟ་ཆུ་ཚོད། ཡུཀ་རེན་གྱི་ཆུ་ཚོད་བརྒྱད་པ་ལ་ར་ཤི་ཡའི་ངོས་ནས་དེ་བྱེད་ཀྱིན་ལ་ད་དམག་བསམ་བཞག་གིན་ལ་ད། སིས་ཧྥ་ཡི་ལ་ཁེར་ད་དེ་དམག་བསམ་བཞག་ལ་ན་ཡང་དེ་དམག་ཚང་མ་བྱེད་ལ་ཡས་མ་རེད་ད་དེ་ག་ལ་ར་སི་ན། ད་ད་ཡུཀ་རེན་གྱི་གྲོང་ཁྱེར་ཁ་ཤས་ནང་ལ་ཨ་ནི་བམ་ཡོད་པའི་ནང་དེ་ཚོ་དེ་བསམ་བཞག་གིན་ལ་ད་ད་བསམ་བཞག་ཡས་དེ་ལ་ཡང་དེ་ཚོ་ཡས་རེད་ད་དེ་ཚོས་དཔེར་ན་ཉི་མ་གཅིག་བཞག་ཡས་དུ་ཨ་ནི་ཉི་མ་གཉིས་བཞག་ཡས་དུ་འོ་དེ་འདྲ་ཅིག་བཞག་གིན་སྐད་ཆ་བཤད་གིན་ཡས་ད་དེ་བཞག་གི་རྒྱུ་མཚན་ག་རེ་སི་ན་ཨ་ནི་དེ་ནང་ལ་ཡས་ཁྱོ་གའི་མི་མང་དེ་ཚོ་ཕ་ཚོས་ད་ཏག་ཏག་ཅིག་ལ་འགྲོ་ཐུབ་པའི་དང་ཨ་ནི་སྐྱབས་སྐྱབས་ཕྱོགས་དེ་ཚོ་ལ་འགྲོ་ཡས་ཤིག་དུ་ཨ་ནི་ཁོ་ཚོ་བཞག་ཡས་ལ་ཡས་རེད་འགྲོ་བ།

ད་དེ་ཚོས་ག་ཚོད་རིང་པོ་བཤགས་པས་ང་ཚོ་ལྟ་ཡི་ཆ་གས་རུང་ཨ་ནི་མིག་ཟག་གིས་སྨྲ་དེ་ཚོས་དེ་ཡང་ཡང་བས་དེ་ལམ་སང་ཁོ་ཚོ་གི་ཁ་ནས་བཤད་བ་ནང་ལྟར་གྱི་བྱེད་ཀྱི་ཡིན་པས་དེ་ད་དུས་ཚོད་ལ་གོ་དོག་པ་ཞེ་བོ་ཅིག་ཆགས་བསྡད་ཀྱི་རུང་ཨ་ནི་ད་དེ་མཉམ་དུ་ད་དུས་ཚོད་ལ་ཨ་རི་རེད་ཨ་ནི་ཨ་རི་གི་མཐུན་ཕྱོགས་རྒྱལ་ཁབ་མང་པོ་ཞིག་གིས་ཨ་ནི་ད་ད་ད་དེ་གར་ས་ཡུཀ་རེན་ལ་རྒྱབ་སྐྱོར་ཤུགས་ཆེ་བོ་ཅིག་ད་དུས་ཚོད་ལ་བྱས་ཏེ་ཁོ།

ང་ཚོ་པཱ་ཀི་སི་ཐན་གྱི་དཀའ་ངལ་ཤུགས་ཆེ་ཤོས་དེ་ཨ་ནི་རྒྱ་གར་དང་མཉམ་དུ་ཇཱ་མུ་ཀ་ཤི་མིར་དེ་ཆགས་ཀྱི་ཡ་རེད་ལ། ཨ་ནི་དམིགས་བསལ་གྱིས་ཉིས་སྟོང་བཅུ་དགུ་ལ་ཨ་ནི་ཇཱ་མུ་ཀ་ཤི་མི་རི་ལ་ཉེ་བའི་དམིགས་བསལ་གྱི་ཐོབ་ཐང་དེ་རྒྱ་གར་གཞུང་གིས་ཉེ་བར་ཟེར་རོ། འོ་དེ་འདྲ་སོང་ཙང་ཕི་ནང་ལ་ད་ཁ་ལྕེ་མང་པོ་མྱང་གི་ཡ་རེད། ཨ་ནི་ང་ཚོའི་དཀའ་ངལ་ཤུགས་ཤུགས་ཆེ་ཤོས་དེ་རེད། ཨ་ནི་དེའི་སྒང་ལ་ཨ་ནི་ཡུ་རོབ་རྒྱལ་ཁབ་དང་ཨ་ནི་ནུབ་ཕྱོགས་རྒྱལ་ཁབ་ཨ་རི་ནས་ཚེ་སུ་གང་ཅིག་ཚིག་གཅིག་ལ་ཡ་ལབ་ཉེ་མི་འདུག་ཟེར་ང་ཚོར་རྒྱབ་སྐྱོར་བྱས་རྗེས། འོ་དེ་འདྲ་སོང་ཙང་ཨ་ནི་ད་ལྟའི་དུས་དེ་ལ་ཡུ་ཀེ་རེན་གྱི་དཀའ་ངལ་དེ་ལ་དེ་གྱིས་དེ་གྱིས་ལ་ཉེ་བའི་ཁྱེད་ཚོ་སླབ་བྱ་རྒྱག་གི་ཐོབ་ཐང་དེ་ང་ཚོ་ལ་ཡ་མ་རེད་ལ་ཁེལ་རོ། ད་དཔེར་ན་བྱ་འདི་གཅིག་པ་གཅིག་རྐྱང་ཁ་སང་ངེད་མ་རྒྱ་གར་གྱི་ཕྱི་སྲིད་གླིང་རྗེ་སྤྱན་ཤང་ཀུན་གྱི་བླ་རུ་རུ་བ། ད་སྙིགས་མ་ང་ཚོ་འདི་གི་རྒྱ་གར་དང་རྒྱ་ནག་གི་ས་མཚམས་ལ་དཀའ་ངལ་ཤུགས་ཆེ་འཕྲད་ཨ་ནི་དེའི་སྐབས་སུ་རྒྱ་གར་གྱི་དམག་མི་གྲོངས་འགྲོ་ཡ་རོ་དང་རྒྱ་ནག་གི་དམག་མི་མང་པོ་གྲོངས་འགྲོ་རུ་བ། ཨ་ནི་དེའི་སྐབས་སུ་ཨ་ནི་ཁྱེད་ཚོ་ཡུ་རོབ་དང་དེ་ཚོ་གི་ཚིག་གཅིག་ལ་ཡིད་མི་འདོད་ལ་རྒྱ་ནག་ལ་དེ་འདྲ་གི་ད་བྱེད་སྟངས་དེ་འགྲིག་ཡ་མ་འདྲ་བ་དང་དེ་འདྲ་སྐྱེ་འཆི་དཀའ་ངལ་བྱེད་ཀྱི་མི་འདུག་བ་ལས་འོ་དེ་འདྲ་སོང་ཚོ་ཨ་ནི་ད་དེའི་ཆ་ལ་ད་ང་ཚོ་རྒྱ་གར་ཡོང་ཁྱེད་ཚོ་གི་ཚབ་བྱས་རྗེས་ཡུཀ་རེན་དང་དེ་ཚོ་དེ་ལ་བཀལ་ཏེ། པའི་དགེ་བ་གས་ཡར་མར་ལ་རོ་ངོ་ཐེ་གཅིག་པ་གཅིག་ཀྱང་ད་རེས་ཆ་ལ་པ་ཀི་སི་ཐན་གྱི་དེ་འདྲ་གི་ད་སི་ལན་དུ་ཅིག་ལབ་ཏུ་རོ་ཨོ་དེ་འདྲ་སོང་ཙང་ཨ་ནི་གང་ལྟར་ད་དེའི་ཆ་ལ་ད་གནས་ཚུལ་གྱི་འགྱུར་བ་ཡིན་ན་ར་ཨ་ནི་ད་དེ་འདྲ་ཅིག་ཆགས་འགྲོ་དུ་རོ་ཨ་ནི་ད་དེ་གི་རྗེས་ལ་ད་ད་ད་ར་ཤི་ཡའི་ངན་ནས་བསྟན་ཞྭ་སྐྱོགས་ཀྱི་ཆ་རྐྱེན་དང་དེ་ཚོ་གང་འདྲ་ད་སྒྲུབ་གི་དང་སྒྲུབ་གི་མི་འདུག་ལ་ཉེ་དེ་ང་ཚོ་ཅིག་ལྟ་ཡི་ཡ་རེད་ཨ་ནི་དེའི་རྗེས་ལ་ད་ག་སི་ཡུག་རུང་གི་རྒྱ་སེ་དེ་སྐྱུད་དེ་ཟ་ཟེར་རྗེས་ཟ་བ་ཡིན་ན་ཨ་ནི་ད་ར་ཤི་ཡའི་ངན་ནས་ག་རེ་བྱེད་དུ་ལ་ང་ཚོ་ད་རྗེས་ལ་ལྟ་ཡི་ཆ་ཡོད་རོ་ཨ་ཨན་ད་དེ་མཐའ་མ་དེ་རང་ག་རེ་ལ་ཉེ་འགྲོ་སོང་ན་ཨན་ད་དེའི་ཆ་ལ་ད་ར་ཤི་ཡའི་ངོས་ནས་དམག་རྒྱག་ག་ཡིན་ན་རེད་ད་ག་ད་དེ་གཙོ་བོ་པུ་ཀྲིན་ཁོ་རང་ཆགས་ཀྱི་རུ་བ་ཨ་ནི་པུ་ཀྲིན་གྱི་དམག་རྒྱག་རྒྱུ་དེ་ལ་ཨ་ནི་ངོ་རྒོལ་བྱེད་ཉེན་ད་དཔེ་དེ་རྒྱལ་ཁབ་འདྲ་མ་འདྲ་ཡོང་གི་འདུག་རུ་བ་ད་ཡུ་རོབ་ནང་ལ་ད་ཡས་ཡིན་པ་རུ་བ་ཨ་ནི་ད་ད་དེ་གི་ཁེ་ན་ཏྲ་རེད་ཨ་རི་རེད་ཨ་ནི་ཕ་ཞིག་ད་ང་ཚོ་རྒྱ་གར་ནང་ལ་ཅིག་ཡོང་གི་སེར་ཕ་ད་ད་ལྡི་ལི་གསར་བ་དེ་ཚོ་ལ་རྒན་པོ་རྒྱ་ཉེ་དེ་ཡོང་གི་སེར་རུ་བ་ད་དེ་ཅིག་ལབ་བསྡད་འདུག་ཨ་ནི་ད་གལ་ཆེ་ཤོས་དེ་ར་ཤི་ཡའི་ཁོ་རང་ནང་ལ་ད་དཔེ་དེ་རྒན་པོ་རྒྱ་ཉེ་མི